རྗེས་འཇུག་ར་བརྩེགས་རྟོག་ཅན་ལ་སྦྱོར་ཚུལ། རྗེས་འཇུག་ར་འདིས་བརྩེགས་རྟོག་ལ་བས་ན་ཡི་གེ་གཅིག་གིས་གང་ལ་གཅིག་བརྩེགས་བཞག་པར་འགྲོའོ། དཔེར་ན། འདི་ལ། ལ། ལ་དང་ད་གཉིས་མཉམ་དུ། གཅིག་གཅིག་གིས་གང་ལ་གཅིག་བརྩེགས་བཞག་འགྲོའོ། འོ་ད་ལ་བརྩེགས་རྟོག་ཟེར་འདི་འགྲོ་ཡི་གེ་ལ། བརྩེགས་རྟོག་ཅན་གྱི་ཡི་གེ། འདི་མ་ཀློག་པ་ཡིན་ན། ལ་ད་ད་ད་གི་གུ་འདིར་ར་འདིར། འདིར། ཕ་ཡ་ཏག་ཆ་གི་གུ་ཕྱིར་ར་ཕྱིར། ཕྱིར། ས྄་པ་ཏག་པ་ཡ་ད་ཅ་གི་གུ་ཅིར་ར་ཅིར།

འདོར། ཁ་ཡག་རྟགས་འཁྱག་ན་རོ་འཁྱོར་ར་འཁྱོར། འཁྱོར། ས་བ་རྟགས་སྦ་ཡག་རྟ་འཇག་ན་རོ་འཇོར་ར་འཇོར། འཇོར། གཉིས་པ། དེ་དག་འདི་ཚོ་གི་དཔེར་བརྗོད་མ་བཞག་པ་ཡིན་ན། ལ་ད་ཏག་ཏག་གི་གུ་དིར་ར་དིར། དིར་ལ་ན། གནམ་ལ་ང་ཚོ་ཆར་པ་འབབ་དུས་སྐབས་སུ་འབྲུག་སྐད་གྲག་གི་འདུག་འབྲུག་སྐད་ང་ཚོ་འབྲུག་སྐད་ཤུག་ཤུག་ཆུན་པོ་གྲག་གི་འདུག།

གདེར། ས། གཉིས་པ། ས་ག་རྟ་ག་སྦྲང་པ་སྒེར་ར་སྒེར། སྒེར། སྒེར་ལ་ན། སོ་སོ་ཡི་ཡིན་པ། དཔེར་ན་སོ་སོ་གིས་དཔེ་བསགས་བྲིས་ནས་ཉོ་སྐྱོག་དང། མོ་བྲ་དང་ཁང་པ་དེ་འདྲ་ལ་སྒེར་ཟེར་བ། གཞུང་གི་མ་ཡིན་པ། འདི་ལ་དཔེར་བྱ་བཞག་པ་ཡིན་ན། འདི། སྒེར་གྱི་ཁང་པ་རེད། ཟེར་བ། འདི། གཞུང་གིས་དཔེ་བསགས་བྲོ་སྐྱོག་མ་ཡིན་པ། སོ་སོ་གིས་དཔེ་བསགས་བྲིས་ནས་ཉོ་སྐྱོག་གི་ཁང་པ་དེ་འདྲ་རེད། ཡང་ན། མོ་བྲ་འདི། སྤྱི་ཡི་མ་རེད། སྒེར་གྱི་རེད། ཟེར་བ། དཔེར་ན་སྲོད་ཀྱི་མོ་ཏྲ་འདིས། མི་ཚང་མ་མཉམ་དུ་རུབ་ནས་ཉོས་སྐྱོང་དེ་འདྲས་མ་རེད། སོ་སོ་གིས་དཔེ་ཤག་སྤྲད་ནས་ཉོས་སྐྱོང་འགྲོ་བྱོས་ར། འོ་འདི། སྤྱི་ཡི་མ་རེད་སྒེར་གྱི་རེད། སྒེར་ལ་ན་སོ་སོ་བ། སོ་སོ་ཡིན་པར་འགྲོ། གསུམ་པ། ས་ཀ་ད་ཀ་ཞབས་ཀྱི་བསྐུར་ར་བསྐུར། བསྐུར། བསྐུར་བ་ལ་ན། ང་ཚོས་ཀྱིས་མི་གཞན་དག་ལ་ལྕགས་ལ་གཏོང་བ། ཡང་ན་སོ་སོའི་ཁ་པར་ནས་མི་གཞན་དག་ལ་ཡི་གེ་བཏང་བ། ཡི་གེ་བསྐུར་བ། འདི་ལ་བསྐུར་ཟ། འདི་ལ་དཔེར་བྱ་བཞག་པ་ཡིན་ན། ཕ་མ་ལ་བརྔན་པ་བསྐུར་བ་པ་ལ་དང་ཨ་མ་ལ་བརྔན་པ་བསྐུར། ཡང་ན། བརྔན་པ་བསྐུར་མཁན་སྒྲོལ་མ་རེད། བ་ཁྱེད་རང་ལ་བརྔན་པ་བསྐུར་མཁན་འདི། ཨ་ནི་བོར་མོ་བྲོ་བུ་མོ་སྒྲོལ་མ་ཡང་ན་ཕ་མ་སྒྲོལ་མ་ལས་འདི་རེད། བཞི་པ། ར་ད་དག་དར་ར་དར་དར།

ཕ་ཡག་རྟགས་ཆགས་ཀྱི་གུ་ཕྱི་ར་ཕྱིར། ཕྱིར་ལས་འདི་ཆེད་དུ། ལས་འདི། མི་གཞན་དག་གི་ཆེད་དུ། ལས་བྱོས་ར་འདི་དང་གཅིག་པ་རེད་དོ། དཔེར་ན། གྲོགས་པོ་ཡི་ཕྱིར་དུ། ཀུ་ཤུ་ཉོས། ར་གྲོགས་པོ་གི་ཕྱིར་དུ་ཁྱེད་རང་གིས་ཀུ་ཤུ་ཉོ་གི་ཡོད། ཡང་ན། སང་ཉིན་གྱི་ཕྱིར་དུ། ཁ་ལག་བཟོ་དགོས། ར། ང་ཚོ་སང་ཉིན་གྱི། སང་ཉིན་གྱི་ཆེད་དུ། ང་ཚོ་དེ་རིང་ཁ་ལག་བཟོ་དགོས་རེད། གྲ་སྒྲིག་བྱེད་དགོས་རེད། ལ་སྦྱོང་རེ་རེད་དོ། ནི། ཐ་མ་འདི། མྱུར། མ་ཡང་དག་གཉའ་ཞབས་ཀྱི་མྱུར་ར་མྱུར། མྱུར། མྱུར་ལ་ན་མགྱོགས་པོ། དཔེ་མགྱོགས་པོ་ལ། མྱུར་པོ་ཟེར་བ། དཔེར་བརྒྱ་བཞག་པས་ན། ཁོ། དཔེ་མྱུར་པོ་འདུག། ལབ་པས་ན། ཁོ་དཔེ། མགྱོགས་པོ་འདུག། ལ་ཡང་གཅིག་པ་རེད་དོ། མྱུར་པོ་ལ་ན། མགྱོགས་པོ། ཡང་ན། ཁོ་ལས། མོ་ཏྲ་མྱུར་བ་ཡོད། ཟེར་བ། ཁོ་ལས་མི་ལས་ཀྱང། དེ་ནི། མོ་ཏྲ། དེ་རང་ང་ཚོ་མོ་ཏྲ་འདི། མགྱོགས་པོ་ཡོད་རེད། མྱུར་བ་ཡོད།